སྔོན་གྱི། ད་བཅོམ་ལྡན་འདས་རང་ཉིད་རེད་ད་ག་ན་ཤིང་གིས་ནི་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་འཇང་གོ་ལ་མ་ཙོང་ཁ་བ་ཆེན་པོ་ཡབ་སྲས་ཀྱིས་ད་གང་ལྟར་ལེགས་བཤད་རྨད་དུ་བྱུང་བ་ཡོད་པ་དེ་ཡི་དེ་ད་མུ་མཐུད་ནས་ཐོས་བསམ་སྒོམ་གསུམ་བྱས་ནས། བྱས་ནས་ད་གང་ལྟར་མི་ཚེ་དོན་དང་ལྡན་པ་གཅིག་གིས་ཨ་ནི་བཅོམ་ལྡན་འདས་ནས་བཟུང་བ་གཅིག་གིས་ད་གང་ལྟར་དྲིན་ཆེན་རྩ་བ་ལ་མ་འབར་གས

ཨོ་འདུག་ཟེར་ནས་ད་ག་ད་སྔོན་གྱི་ཆོས་རྒྱལ་གོང་རིམ་ཚོས་དངོས་གནས་དྲ་གནས་ཀྱི་ཕུགས་རྒྱང་རིང་བོའི་དགོངས་པ་བཞེས་འདུག་ག་ད་ང་རང་ཚོ་འདིའི་རྗེས་འབྲང་ཆགས་དེ་ཡོད་རེད་ས་དེ་འདྲ་ཡིན་དུས་ཨ་ནི་ང་རང་ཚོ་བོད་རིགས་སྤྱི་དང་ལྷག་པར་གཞིས་ལུས་རྒྱ་ཆེ་མི་མང་ཁྱང་ཚང་མ་ལོག་གི་ཨ་མདའ་ན་བཞིན་བྱས་ཨ་ནི་བོད་ཀྱི་སངས་རྒྱས་པའི་ཆོས་དེ་ཧ་ལམ་ད་ནང་པ་སངས་རྒྱས་པའི་ཆོས་བརྒྱུད་ཀྱི་ནང་ནས་ད་ག་ད

ས་དེ་འདྲའི་གི་དང་ནཱ་ལེནྡྲའི་ཆོས་བརྒྱུད་དེ་ཡི་དེ་སློབ་སྦྱོང་བྱེད་པ་ལ་བོད་སྐད་གོ་གི་ཡོད་རེད། ས་དེ་འདྲའི་ཡི་དེ་ཟེར་ནས་བོད་པའི་སྐད་དང་རིག་གཞུང་དེ་ཡི་དེ་ཁོ་རང་བཞིན་གི་མཐོང་ལེ་ཡ་བྱེད། ད་སྔ་མོ་ཡིན་ན་ང་རང་ཚོ་བོད་སྤྱི་གོ་རེ་ཞིག་རེད་ཨེ་ནི་སོག་པོ་ཚོ་རེད་ཨེ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཡུལ་སྲོལ་དེ་ཡིན་དེ་རེད་ད་ད་རིག་སྐད་ས་ཚན་རིག་པའི་ནང་ནས་དོ་སྣང་ཟབ་པ་བྱེད་བསྡད་ཡ་ཅིག་ཡོང་བསྡད་ཀྱི་ཡོད་རེད་ཨོ་དེ་འདྲ་ཡིན་དུས་ང་རང་ཚོ་བོད་མི་རིགས་ཀྱི་དུས་རབས་བདུན་པ་བརྒྱད་པ་ནས་བཟུང་བ་ཞིག་གིས་ང་ཚོས་ད་ཅིག་བོད་མི་རིགས་ཀྱི་རིག་གཞུང་ཐུན་མོང་མ་ཡིན་པ་ཅིག་ང་ཚོ་བཟོས་ཞེས་པ་འདི་ད་ང་ཚོས་ཨ་མདོ་ད་གོ་སྐྱོབ་ཡ་དེ་གལ་ཆེན་པོ་རེད་ང་ཚོ་འདིར་བཙན་བྱོལ་ལ་ཡོད་ངེས་ཚོས་ད

ཚིག་ཐ་ཐོན་ཡོང་གི་ཡོད་རེད། མུ་མཐུད་ནས་དཔེ་ཞིག་བལྟ་གི་ཡོད་རེད། ཆ་དེ་འདྲའི་ཡིན་དུས། འོ་ད་འདི་གི་ང་ཚོ་བོད་ཀྱི་ཆོས་དང་རིག་གཞུང། ཞིག་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་བྱེད་ཡག་གི་ང་ཚོ་དེ་བཙན་བྱོལ་བ་ཚོའི་ལས་འགན་རུ་གཏུགས་སུ་འགྲོ་གི་ཡོད་རེད། ཨ་ནི། བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་བའི་མང་འདི་ཡིན་དུས། འོ་ད། ཞིག་དངོས་གནས་ཆེ་གི་དད་པ་དང་འདུན་པ་རྩེ་གཅིག་བྱས་ནས་ཡོད་པ་ཡིན་དུས་ཙང་ནས་ད་དུང་མུ་མཐུད་ནས་འདི་མུ་མཐུད་ནས་ཁྱེད་རང་ཚོ་ཟིན་དགོས་རེད། འདི་བྱུང་ན་སེམས་ལ་ཡག

བཤད་པ་ཅིག་ངས་གོ་སོང། དེ་རིགས་ཀྱི་ཚེ་རྒྱ་ནག་ནང་ལ་ནང་པ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད། སྤྱིར་བཏང་ང་ཚོ་ཆབ་སྲིད་ཀྱི་ཐོག་ནས་ད་བོད་རྒྱ་མིས་དབང་བསྒྱུར་རེད་དེ་ང་ཚོ་ཆོས་ཕྱོགས་ཀྱི་ཐོག་ནས་རྒྱ་ནག་ནང་ལ་མ་ནང་པའི་ནག་ལེན་དེ་ཆུ་རྒྱུས་དེ་ཡི་དེ་ཅིག་རིམ་པས་རིམ་པས་ཀྱི་རྒྱ་ཆེར་སྤེལ་ཐུབ་ཡག་ཅིག་ཡོང་ཡག་གི་གང་ལྟར་གོ་སྐབས་འདུག་ང་ཡི་སེམས་ཤུགས་དེ་འདྲ་ཞིག་ཁྱིལ་བསྡད་ཀྱི་ཡོད། ཆོལ་ཟ་ཡི་ནི་ཁྱེད་རང་ཚང་མ་ལོ། བློ་བདེ་པོ་ཞིག་ཞུགས་ཨ། དེ་ལོ་སར་གི་འཚམས་འདྲི་བྱེད་གཏུགས་ཟིན་ཡིན། དེ་ང་ཚོ་བཙན་བྱོལ་ལ་ཡོད་དེ་ངའི་བོད་པ་ཚོ་རེད། ད་ག་ནས་ཤི་ང་ཚོ་བོད་པའི་ཆོས་གྲོགས་དང། ཡུལ་ལུང་འདྲ་མི་འདྲ་ནས་ཡོད་པ་ཁྱེད་རང་ཚོ་རེད། ཨེ་ནི། ཨེ་ནི། ལྷག་པར་བོད་གངས་ཅན་གྱི་ཕྱོགས་ལ་ཡ། ཨ་ནི་རང་དབང་དྲན་ནས་ཡོད་དེ་པ་ཡི་ནི་པའི་སྙིང་སྟོབས་དད་པ་ཞུམ་པ་མེད་པ་བྱེད་ནས